ད་ལྟ་དཔའ་སྤྲུལ་རིན་པོ་ཆེ་གི་རྫོགས་ཆེན་ཚིག་གསུམ་གནད་ཏིག་གི་འགྲེལ་པ་ནང་ནོར་ལ་ཡ་ང་ཤ་ཆུ་བོ་རྒྱུན་གྱི་རྣལ་འབྱོར་ལ་བརྩོན་པ་ཟེར་བ་དེ་ནས་ཡོང་གི་ཡོད་པ་རེད། ཆུ་བོ་རྒྱུན་གྱི་རྣལ་འབྱོར་ལ་བརྩོན་ཟེར་བའི་སྐབས་སུ་དུས་རྒྱུན་དུ། འགྲོ། འདུག། ཟ། ཉལ། སྤྱོད་ལམ་གང་གི་སྐབས་སུ་ཡིན་ན་ཡང་ཕྱི་ཡི་རྐྱེན། སྣང་བ་སྣ་ཚོགས། ནང་གི་རྐྱེན་རྣམ་རྟོག་སྣ་ཚོགས་པའི་རྐྱེན་གྱིས་རྒྱུ་རུ་སོང་བ་མ་ཡིན་པ། རང་ཤར། རང་གྲོལ། གཅེར་མཐོང། གཅེར་རོལ། དེ་འདྲའི་གནས་གཅིག་གི་ནང་ལ་བསྡད་ཐུབ་ན་དེ་རིག་པ་འཛིན་པ་ཟེར་ཡ་དེ་དེ་རེད། དེ་ལྟ་བུའི་རིག་པ་འཛིན་པའི་རྣལ་འབྱོར་གྱི་ཉམས་ལེན་གྱི་གཞི་ཡག་ས་དེ་ག་བ་བཞག་དགོས་ཀྱི་ཡོད་རེད་ཟེར་ན་མདོ་རྒྱུད་སེམས་གསུམ་ལ་ཐུག་ཡོད་རེད། མདོ་རྒྱུད་སེམས་གསུམ་ཟེར་ཡ་དེ་མདོ་ཟེར་བའི་སྐབས་སུ་ལ་མདོ། ཅི་ཆོས།

སྒྱུ་འཕྲུལ་གསང་བ་སྙིང་པོ་རེད། དེ་ཡང། དེ་ནས་སེམས་ཟེར་བའི་སྐབས་སུ་ད་རྫོགས་ཆེན་ལ་སླེབས་ཡོང་བ་རེད། སེམས་དེ། མ་བུ་བཅོ་བརྒྱད་ཀྱི་ཐོག་ནས་འགྲོ་གི་ཡོད་རེད་དེ་སེམས་དེ་དེ་ད་རྫོགས་པ་ཆེན་པོ་ཟེར་ཡག་དེ་སེམས་པ་སེམས་ཀྱི་སྡེ་ལ་ཡོང་དགོས་ཀྱི་ཡོད་རེད། དེ་ཡིན་དུ་ད་ནང་རྒྱུའི་སྡེ་གསུམ་ཟེར་ཡག་དེ་ད་ལྟ་ང་ཚོའི་དཔེ་ཆ་གསུམ་ཁ་ཤས་ནང་ལ་བསྐྱེད་རྫོགས་རྫོགས་པ་ཆེན་པོ་ཟེར་ཡ་དེ་རེད། མ་ཧཱ་ཡོ་ག་ཨ་ནུ་ཡོ་ག་ཨ་ཏི་ཡོ་ག་གསུམ། བསྐྱེད་པ་མ་ཧཱ་ཡོ་ག། རྫོགས་པ་ཨ་ནུ་ཡོ་ག། རྫོགས་པ་ཆེན་པོ་ཟེར་བའི་སྐབས་སུ། དེ་ནས་ཨ་ཏི་ཡོ་ག་དེ་ལས་གི་ཡོག་རེད། ད་ད་ལྟ་འདི་སྙིང་ཐིག་ཡག་ཤེས་ཏེ་དེ་གསུམ་ལ་ནི་ག་བ་ཁུངས་སུ་གཏོགས་པ་རེད། མདོ། རྒྱུ། སེམས་གསུམ་ལ་ནི་ག་བ་གཏོགས་པ་རེད་ཟེར་ན་དེ་ནི་སེམས་ཀྱི་ནང་ལ་གཏོགས་པ་རེད། སེམས་དེ་ཟེར་ཡ་དེ། ད་སེམས་དེ་དེ་ལ་དེ་མདོ། རྒྱུ། སེམས་གསུམ་ཟེར་ཡ་དེ་ཨ་ཏི་ཡོ་ག་རྫོགས་པ་ཆེན་པོ་དེ་ལ་ཡང་དེ་ནང་ཚན་གྱི་དབྱེ་བ་ཕྱེ་ཡོད་འདུག། སྤྱི་སེམས་དེ། ནང་ཀློང་བདེ། དེ་ནས་གསང་བ་མན་ངག་གི་བདེ་ཟེར་ནས་བདེ་གསུམ་ཟེར་རྫོགས་ཆེན་བདེ་གསུམ་ཟེར་དེ་རེད། ཕྱི་སེམས་བདེ། ཕྱི་སེམས་བདེ་དེ་ལ་ཡང་དང་གནས་པ་སེམས་ཀྱི་བདེ། ཀློང་བདེ་དེ་ལ་བྱ་བྲལ་ཀློང་གི་བདེ། མན་ངག་དེ་ལ་ཟབ་པ་མན་ངག་གི་བདེ། གནས་པ་སེམས། བྱ་བྲལ་ཀློང། ས་པ་མན་ངག་གི་གཏེར་གསུམ། དེའི་གསུང་གི་ནང་ནས་འདི་ད་ནི་ཡ་བྱི་དེ་ག་བ་ཁོངས་སུ་གཏོགས་པ་རེད་ཟེར་བཤད་ཡོང་དུས། ད་རྫོགས་པ་ཆེན་པོ་མན་ངག་གི་སྡེ་ནང་ད་འདི་ས་པ་མན་ངག་གི་སྡེ་ནང་ལའང་ཚུད་པ་རེད། དེ་ལ་ཡང་ད་པན་ཆེན་བི་མ་མི་ཏྲ་ནི་མ་རྒྱུད་པའི་གེ་ད་འདིའི་སྐབས་སོགས་ལ་བི་མ་ཉིང་འདུས་དང། དེ་ནས་སློབ་དཔོན་སངས་རྒྱས་མཉེས་པ་སློབ་དཔོན་རིན་པོ་ཆེ་ནས་མར་རྒྱུད་ཡོང་བ་དེ་ལ་བརྟེན་ནས་མན་ངག་མཁའ་འགྲོ་མཁའ་འགྲོ་སྙིང་ཐིག་ཟེར་ལྟར་རྒྱུད་བདག་འདྲ་པོ་དེ་དེའི་ཐོག་ནས་ཡོང་བ་རེད། དེ་ཡིན་དུ་ད་འདི་ལས་ཟབ་ཚེ། འདི་ལས་རྒྱ་ཆེ་ཚེ། འདི་ལས་གཏིང་ཟབ་ཚེ་འདི་ལས་བྱིན་རླབས་ཆེ་བ་ཅིག་ད་གསང་སྔགས་སྔ་འགྱུར་བ་ལ་མེད་པ་རེད་རྙིང་མ་ལ། བླ་མ་གོང་མ་ཚོས་ཀྱི་དབང་ག་འགྲེལ་ཞིག་གནང་པ་ཡིན་ན་ཡང། གསང་སྔགས་རྒྱུད་སྡེ་རྒྱ་མཚོའི་བཀའ་དབང་ག་འདྲ་ཞིག་གནང་པ་ཡིན་ན་ཡང་དེའི་གཞུག་དེ་ལ། སྙིང་ཐིག་ཡར་ཞིག་ཏིག་དབྱིན་ཇིའི་མི་གཉིས་སྦྱར་ནས་གནང་བདེ་བའི་ལུགས་སྲོལ་ཞིག་འདུག་བ་ངོ་མ། དེ་གལ་ཆེན་དོགས་ཆེན་ཡིན་པ་ལ་བརྟེན་ནས་གནང་པ་མ་གཏོགས། འདིས། དངུལ་མང་པོ་རག་ཐུབ་ཡ་དང། སྙིང་ཐིག་ཡར་ཞིག་ཏིག་གིས་དཔེ་ཆ་མང་པོ་བཟོ་ཐུབ་པ་དང་སྙན་གྲགས་བཟོ་ཐུབ་པར་བརྟེན་ནས་གནང་པ་མ་རེད། ད་སྔོན་མ་འདྲ་བོ་ཅིག་ཆ་བཞག་ན། དཔེར་ན་སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་ལྟ་བུ། ཚིག་བཞི། བསམ་གྱིས་མི་ཁྱབ་པའི་བཀའི་བླ་མ། འགྲན་ཟླ་དང་བྲལ་བ། དེ་འདྲ་ཞིག་རེད། ཐུགས་དམ་ཉམས་བཞེས་གནང་ཡོང་དུས་ང་རང་ལུས་ཞབས་ས་ལ་ཡུན་རིང་པོ་བསྡད་མྱོང། རྟོགས་པའི་གྱི་བདག་རྒྱུད་ཁྲོ་ཐུགས་རྗེ་གི་ཞིང་རྒྱུད་སྨིན་འདས་པའི་གི་བསམ་གྱིས་མི་ཁྱབ་པའི་བླ་མ་ཅིག་རེད་དེ། ཡིན་ན་ཡང་དབང་གནང་ཡོང་དུས་བརྩམས་པ་ལ་ཡང་དང་པོ་ལས་རུང་གི་ཉིན་བར་བཏང་གནང་ཡང། གཏན་ནས་དབང་སྒྲུབ་གནང་ཡང། སྟ་གོན་བཅས་གནང་པ་ཡིན་ན་ཡང་སྟ་གོན་དེ་ལྷ་ཆོས་སུ་སོང་བ་མ་ཡིན་པར་སྟ་གོན་རྒྱས་ཤིང་རྒྱས་པ། སྟ་གོན་ཅིག་གནང་ཡོང་དུས་ཡང་སྟ་གོན་དེ་གི་མ་མཇུག་གྲུབ་ལ་ཁ་དེ་ལ་ཡང་སློབ་མ། གཅིག་གིས་བླ་མ་སྤྲུལ་སྐུ་མཁན་པོ་སུ་ཕེབས་ན་ཅིག་སྔ་དྲུག་དྲུག་བདུན་ཅིག་ཕེབས་ཡོང་ན་ཡག་ད་ཁྱོད་ཚོ་ཆོས་ཕྱི་སོང་འདུག་ད་ཁྱད་པར་མི་འདུག་ཐག་རིང་པོ་ཅིག་ནས་དཀའ་ངལ་བརྒྱབ་ནས་སླེབས་ཡོང་པ་ཡིན་དུས་ངས་སྟ་གོན་གསང་སྙིང་ཡང་བསྐྱར་ཅིག་བྱས་ཆོག་དཔེར་ན་རྒྱུད་ལུགས་ཕུར་པ་བཀང་བ་གནང་པའི་སྐབས་སུ་ལ་རྒྱུད་ལུགས་ཕུར་པའི་གི་སྟ་གོན་དེ་ལ་ཕྱག་ལེན་རྒྱས་ཤིང་རྒྱས་པ་ཡོད་པ་རེད་སྦྱིན་སྲེག་དང་བཅས་པ་བླུག་དགོས་པ་ཡིན་དུས་ལས་སླ་པོ་ཡོད་མ་རེད་དེ་དེ་གནང་ཡོང་དུས་ཡང་རྒྱུད་སྡེ་སློབ་མ། དབང། རྗེས་མ་ཟིན་མཁན་ཐམས་ཅད་ལ་ཡང་སྟ་གོན་འདིས་ཡང་བྱ་ཡང་འདྲ་བྱས་ནས་ཚགས་གསུམ་གནང་བ་རེད། དེས་མ་འོངས་པའི་བརྒྱུད་པ་དང་བསྟན་པ་ལ་ཡང་ཕན་པ་དགོངས་པ་རྒྱ་ཆེན་པོ་ཆེ་བཞེས་བྱས་ནས་ཐུགས་སྲས་སྐུ་ལས་བྱོན་པ་རེད། དེ་དུས་ཁོར་སློབ་མ་གི་སྐད་གྲགས་གང་ཡང་ཡོད་མ་རེད། མཚན་སྙན་སྒྲ་བསླད་ཡོང་བསམ་པ་ཡོད་མ་རེད། དངུལ་དཔལ་འབྱོར་རག་ཡོང་བསམ་པ་ཡོད་མ་རེད། འཁོར་ལོངས་སྤྱོད་འཕེལ་ཡོང་བསམ་པ་ཡང་ཡོད་མ་རེད། འཇིག་རྟེན་གྱི་བློ་འཇིག་རྟེན་གྱི་འདུ་ཤེས་ཕྱིན་ཅི་ལོག་པའི་འདུ་ཤེས་གཅིག་ཀྱང་ཡོད་མ་རེད། ད་དེང་སང་དུས་ཚོད་ལ་དབང་བསྐུར་ཡོད་འདུག་ངོ་ཚ་དགོས་ཡ་ཅི་ཆགས་བསྡད་ཀྱི་འདུག་ལྷག་པར་དུ་ང་རང་འདྲ་བོ་ཅིག་ལ་ཆ་མཚོན་ན་གཞན་མི་ཤེས་གཞན་ལ་སྐྱིད་པོ་དམ་པ་མང་པོ་ཡོད་རེད་ཞུ་ཡ་མེད་བསམ་གྱི་མི་ཆགས་པའི་སྐྱིད་པོ་རེད་རང་ལ་ཆ་མཚོན་ན་གཞན་ལ་དབང་བསྐུར་འཆད་ཉན་བྱེད་ཡ་གི་མཐུན་རྐྱེན་དེ་འདུག་གས་ད་ཡོད་འདུག་མཐུན་རྐྱེན་དེ་ཚང་མི་འདུག་ཡིན་ན་ཡང་ད་མིང་ཅིག་ཁིས་བྱས་ནས། བླ་མ་གི་སྐུ་མདུན་ནས་ཆོས་རེ་ཞུས་དབང་ཞུས་བཞག་པ་དེ། ཡང་ན་རུ་སོ་སོའི་ཉམས་ལེན་ཅིག་བྱེད་ཐུབ་དགོས་ཀྱི་འདུག་ཡང་ན་དེ་ཡིས་གཞན་ལ་ཡང་ཕན་པ་ཅིག་ཡོང་དགོས་ཀྱི་འདུག་བསམ་བྱས་ནས་ཏན་མ་དབང་བསྐུར་ལོ་ཙམ་བྱས་པ་དང་དབང་མ་ཕུལ་ལོ་ཙམ་བྱས་པ་ཞིག་རེད་མ་གཏོགས་དེ་ཡི་ཐོག་ནས་གཞན་ལ་ཡང་ཕན་པ་རྒྱ་ཆེན་པོ་ཅིག་དང་བླ་མ་གོང་མ་ཚོ་གི་རྣམ་པ་ནང་བཞིན་ཡོང་གི་རེད་བསམ་ན་བསམ་པ་རྩ་བ་ཉིད་ནས་མེད་ལ་བླ་མ་གོང་མ་ཚོ་འདི་འདྲ་ཡ་ཡོད་མ་རེད་ལ། ང་ཚོས་ཅིག་བླ་མ་གོང་མ་ཚོས་ཅིག་གནང་གི་འདུག་བྱས་ཙང་ངས་དེ་བྱེད་དགོས་ཀྱི་འདུག་བླ་མ་གོང་མ་ཚོ་གིས་དེ་འདྲ་གནང་གི་འདུག་ངས་དེ་བྱེད་དགོས་བསམ་པ་དེ་ནོར་འཁྲུལ་རེད་དེ་ཁ་ལས་ཁ་པོ་རེད། བླ་མ་གོང་མ་ཚོ་གིས། ད་ནི་རི་ཡི་བུ་བྱས་ན་བོན་ཆུ་གོས་ཆོས་འབྱུང་ལྟོ་གོས་གཏམ་གསུམ་ལ་བསྐུར། གློ་བུར་ཆོས་ལ་གཏད་ཆུ་བུར་སྤྲང་ལ་གཏད་སྤྲང་བུ་ཤི་ལ་གཏད་ཤི་བུར་གྲོག་སྟོང་ཁམ་བུ་ལ་གཏད་ནས་གཏད་ས་ཆེན་པོ་བཞི་ཀྱི་ཐོག་ནས་ཉམས་ལེན་གནང་ནས། ནམ་ཉིན་མཚན་དུས་དྲུག་ལ་དབྱེ་བ་མེད་པའི་ཐོག་ནས་སྣང་ཤར་ཆུ་བོ་རྒྱུན་གྱི་རྣལ་འབྱོར་ལ་རྩེ་གཅིག་ཏུ་བརྩོན་ཏེ་ངེས་ཀྱི་རྣལ་འབྱོར་པ་རེས་དབང་དངོས་སུ་བསྐུར་བ་ད་ལྟ་ཤོག་སྟེ་དེ་དག་གིས་དཀྱིལ་འཁོར་གྱི་ཚོམ་བུ་དང་ཞབས་ས་ལ་རེ་ཙམ་བྱུང་བ་ཡིན་ན་ཡང། འགྲོ་བའི་སྡུག་བསྔལ་མིང་མེད་དུ་བཟོ་ཐུབ་ཡག་གི་དེ་འཕྲལ་གྱི་བྱིན་རླབས་དང་ནུས་པ་ཡོད་རེད། སོ་སོ་ལ་དེ་མེད་པ་རེད་ད་མེད་ཡོད་འདུག་ད་ནས། ཀརྨ་པ་རྗེ་ཕ་མེས་ཆོས་རྡོ་རྗེ་ད་གིན་ངས་གསུངས་པ་དེ་ལུང་དྲངས་པ་ཡིན། དབང་བསྐུར་ཆེད་དུ་བྱའོ་ཞེས། རྒྱུད་སྡེ་རྒྱ་མཚོའི་ཆེད་དུ་ཞེས་པ་དང་དཀྱིལ་འཁོར་མངོན་པར་ཞག་ཕྱེའོ་ཞེས་པ་དེ། དེ་ནི་བདུད་ཀྱིས་བྱིན་གྱིས་བརླབས་པ་ཡིན་གསུངས་བ་རེད། ད་དེ་འདྲ་གི་དུས་ཚོད་དེ་ད་ལྟ་རེད་སྐབས་དེ་དུས་མ་རེད་ད་ལྟ་རེད། དེ་ཡིན་ན་ཡང་ད་གཅིག་གི་ཀུན་སློང། ཕྱིན་ཅི་ལོག་པ་མེད་པ་དང། ཀུན་སློང་དེ་གཅིག་གི་ཆོས་ཀྱི་ནང་ལ་ག་ཚོད་ཡིན་ན་ཡིན་པ་འདྲེ་ཐུབ་ཐུབ་ཅིག་གི་བསམ་བློ་བཏང་བྱས་ནས་ཐུགས་སེམས་མ་ཕུལ་གྱི་ཡོད་དེ་ཕུལ་ཡོང་དུས་གཅིག་གི་མ་འོངས་པ་ལ་ཡིན་ན་ཡང་འདི་གི་ཐོག་ནས་གཅིག་གི་བླ་མ་གོང་མ་ཐམས་ཅད་ཀྱི་ཐུགས་དགོངས་སྐོང་ཐུབ་ཡ་ལ་འདི་ཡི་དབང་དང་ལུང་དེ་ཚོ་ཐམས་ཅད་དེ་ག་ཚོད་ཡིན་ན་ཡང་ཕྱི་འཕེལ་གནང་ཐུབ་པ་ཅིག་གནང་རོགས་གནང་དེ་ཡི་དྭགས་གཅིག་ཐུགས་ཀྱི་ཐུགས་རྗེ་དེ་སྔོན་དུ་འགྲོ་བ་ཞིག་གནང་རོགས་གནང་ཟེར་ངེད་ཀྱི་འབོད་སྐུལ་ཞུ་ཡ་དང་པོ་དེ་དེ་ཡིན། རྫོགས་པ་ཆེན་པོ་སེ་ཡ་ཏི། ག་རི་སི་ཡོར། ད། གསང་སྔགས་རྙིང་མ་བའི་གེ་གྷན་དྲུ། དགེ་བའི་བཤེས་གཉེན་རྣམ་པ་ཚོགས་ཀྱིས་ཆེན་ཆེན་པ་རེ་ཨི་ན་ཡང་ལས་དང་པོ་པ་དང་ས་རུ་པ། ད་ནས་རྫོགས་པ་ཆེན་པོ་ཟེར་བའི་སྐབས་སུ་མིང་ཙམ་ཐོས་པ་མ་གཏོགས་དེ་ཀྱི་དོན་མ་ཤེས་མཁན། ཁ་ཤས་ནས་རྫོགས་པ་ཆེན་པོ་ཞེས་པའི་མཚན་དེ་ཡང་ཐོས་མ་མྱོང་བ་གང་ཟག་ཡང་ཡོད་མ་སྲིད་པ་མ་རེད་ཡོད་རེད། དེ་ལ་བརྟེན་ནས་ད་རྫོགས་པ་ཆེན་པོ་དང་ཕྱག་རྒྱ་ཆེན་པོ་ཟེར་ཡག་གི་དོན་དག་དེའི་དོན་གཅིག། ཚིག་སོ་སོ་མིང་སོ་སོ་རེད། བླ་མའི་ཡིན་ནི་མ་རྫོགས་ཆེན་གྱི་ཁྲིད་གསུང་བ་དང་ཕྱག་ཆེན་ཁྲིད་གསུང་ཡོན་དུ་ལམ་གྱི་རིམ་པ་སོ་སོ་ཡོད་རེད་དེ་དགོས་ཀྱི་རེད་ངེས་པར་དུ་དགོས་བ་རེད། ཡིན་ན་ཡང་ད་སྐབས་སུ་བབས་པ་རྫོགས་པ་ཆེན་པོ་ཟེར་ཡ་དེ་རྫོགས་ཟེར་ཡ་དེ་ཟས་སོང་བའི་སྐད་ཆ་འདྲ་བོ་མ་ཡིན་པ། སེམས་ཉིད་རང་བྱུང་ལྷན་ཅིག་སྐྱེས་པའི་ཡེ་ཤེས་འདི་ཡི་ནང་དུ་རང་བྱུང་གི་རིག་པ་འདི་ཡི་ནང་དུ། ངོ་བོ་སྟོང་པ་ཆོས་སྐུ་རང་བཞིན་གསལ་བ་ལོངས་སྐུ། དེ་ནས་སྣ་ཚོགས་སུ་སྣང་བ་སྤྲུལ་སྐུ་ཟེར་ན་འགྲིག་གི་འདུག་ཡང་ན་གཤིས་སྐྱེ་བ་མེད་པ་ཆོས་སྐུ་གདངས་འགག་པ་མེད་པ་ལོངས་སྐུ་རྩ་སྣ་ཚོགས་སུ་འཆར་བ་སྤྲུལ་སྐུ་སྟེ་སྐུ་གསུམ་རང་ཤེས་སུ་རྫོགས་བསྡད་པ་དེ་ལ་རྫོགས་པ་ལབ་པ་རེད། རྫོགས་པའམ་དེའི་ནང་དུ་ཚང་བསྡད་པ། ཆེན་པོ་ཟེར་ཡ་དེ་དེ་ལྟ་བུ་གི། གཤིས་སྐྱེ་མེད་གདངས་འགག་མེད་རྩ་སྣ་ཚོགས་སུ་འཆར་བའི་གི། འོང། དེ་འདྲ་གི་གཤིས་གདངས་རྩ་གསུམ་དབྱེར་མེད་པའི་གི་རང་བྱུང་ལྷན་ཅིག་སྐྱེས་པའི་ཡེ་ཤེས་འདི། འཁོར་འདས་ཀྱི་ཆོས་ཐམས་ཅད་ཀྱི་སྙིང་པོའམ་འཁོར་འདས་ཀྱི་ཆོས་ཐམས་ཅད་ཀྱི་སྲོག་ལྟ་བུ། འཁོར་འདས་ཀྱི་ཆོས་ཐམས་ཅད་ཀྱི་གནས་ལུགས། འཁོར་འདས་ཀྱི་ཆོས་ཐམས་ཅད་ཀྱི་བབས་སོ། འཁོར་འདས་ཀྱི་ཆོས་ཐམས་ཅད་ཀྱི་སྐྱེལ་ས། འཁོར་འདས་ཀྱི་ཆོས་ཐམས་ཅད་ཀྱི་ཟད་ས། དེ་ལས་ལྷག་པ་མེད་པ་ཡིན་དུ་ཆེན་པོའི་སྒྲ་རྒྱག་པ་ཡིན་གསུང་བ་རེད་རྫོགས་པ་ཆེན་པོ་ཟེར། དེ་འདྲའི་དེ་ལྟ་བུའི་གནས་ཚུལ་དེ་གསང་སྔགས་རྡོ་རྗེ་ཐེག་པའི་སྐབས་སུ། ལྷག་པར་དུ། དེ་ནས་རྒྱུད་སྡེ་གོང་མའི་སྐབས་སུ། ཚིག་དབང་རིན་པོ་ཆེའི་སྐབས་སུ་དབང་གསུམ་གྱི་དབང་གོང་མ་གསུམ་གྱི་དོན་དག་དེ་དབང་ཞེས་པ་ཚིག་དབང་རིན་པོ་ཆེ་ངོ་སྤྲོད་པའི་སྐབས་ལ་སྤྲོད་སྟངས་དེ་གཅིག་པ་ཡིན་པ་རེད། རྒྱུད་སྡེ་རྒྱ་མཚོའི་གྱི་སྙིང་པོ་ཡང་དེ་རེད་དེ་ལས་ལྷག་པ་ཡོད་མ་རེད། ཀུན་མཁྱེན་ཀློང་ཆེན་པའི་ཆོས་དབྱིངས་མཛོད་ཀྱི་ནང། ཆོས་རྣམས་ལྷུན་གྲུབ་བྱང་ཆུབ་སེམས་དཔའ་ལ། བྱང་ཆུབ་སྙིང་པོ་ལ། ཆོས་རྣམས་ལྷུན་གྲུབ་བྱང་ཆུབ་སྙིང་པོ་ལ། ཆོས་རྣམས་ལྷུན་གྱིས་གྲུབ་པ་ཞེས་པའི་ཆོས་དེ་དགའ་བ་ཀུ་ཀེར་འཁོར་འདས་ཀྱི་ཆོས་ཐམས་ཅད། འཁོར་བ་དང་མྱ་ངན་ལས་འདས་པའི་ཆོས་ཐམས་ཅད་དེ་ལ་ཆོས་རྣམས་ལྷུན་གྱིས་གྲུབ་པ་ཟེར་ཡ་སྟེ། ངོ་བོ་སྟོང་པ། རང་བཞིན་གསལ་བ། སྣ་ཚོགས་སུ་སྣང་བ་སྟེ་གཤིས་སྐྱེ་མེད་མདངས་གང་མེད་རྩལ་སྣ་ཚོགས་སུ་འཕྲོ་བ་སྟེ་གཤིས་མདངས་རྩལ་གསུམ་གྱི་གནས་ཚུལ་དེ་བླ་མེད་ཀྱི་གསར་དུ་སྟོན། སློབ་མའི་གེ་སར་དུ་ཉམས་སུ་མྱོང་ནས་ཉམས་སུ་ལེན་ནས་སྐྱེས་ཡོང་བ་མ་རེད། དེ་འདྲའི་གཤིས་སྟངས་རྩ་གསུམ་དེ་ཆོས་ཐམས་ཅད་ཀྱི་གནས་ལུགས་སུ་རྒྱུ་དང་རྐྱེན་ལ་རག་མ་ལས་པ་རང་བཞིན་ཉིད་ཀྱིས་གྲུབ་བསྡད་ཡོད་རེད། དེ་འདྲ་ཡིན་དུས་ལྷུན་གྲུབ་ཆོས་རྣམས་ལྷུན་གྲུབ། དེ་འདྲའི་ཆོས་རྣམས་ཐམས་ཅད་ལྷུན་གྱིས་གྲུབ་པ་དེ་སེམས་ཅན་ཐམས་ཅད་ཀྱི་སེམས་རྒྱུད། སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས། སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གནས་ལུགས། སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་རང་བཞིན་དེ། སྟེང་དུ་འཁྲུལ་ན་འདྲ་མ་འཁྲུལ་ན་ཡང་འདྲ། མ་དག་པའི་གནས་སྐབས་ཡིན་ན་འདྲ་དག་པའི་གནས་སྐབས་ཡིན་ན་འདྲ་ཤིན་ཏུ་དག་པའི་གནས་སྐབས་ཡིན་ན་འདྲ་གནས་སྐབས་གང་གི་སྐབས་སུ་ཡང་ངོ་བོ་འཕོ་འགྱུར་དང་བྲལ་བ། ངོ་བོ་བསགས་བཞག་དང་བྲལ་བ། དེ་ལྟ་བུ་བསགས་བཞག་འགྲོ་འོང་སྐྱེ་འགག། ཆེ་ཆུང། སྤྲོས་པ་ཐམས་ཅད་དང་བྲལ་བའི་གནས་ལུགས་དེ་གཤིས་ཀྱི་གནས་ལུགས་རེད་གདོད་མའི་གཤིས་ཀྱི་གནས་ལུགས་དེ་སེམས་ཅན་ཐམས་ཅད་ལ་ཡོད་རེད། ཡོད་ཀྱང་ཡོད་པར་ངོ་མ་ཤེས་ནས་གཤིས་དང་རྩ་གསུམ་ལ་འཁྲུལ་ནས། གཤིས་དང་རྩ་གསུམ་དེ་གཤིས་དང་རྩ་གསུམ་ཡིན་པ་མ་ཤེས་པའི་དབང་གིས་རང་སྣང་ལ་ཡུལ་དུ་འཁྲུལ། རང་རིག་ལ་བདག་ཏུ་འཁྲུལ་ནས་གཉིས་སུ་འཛིན་པའི་དབང་གིས་འཁོར་བ་ལ་འཁྱམས་པ་རེད། རྐྱེན་གྱི་དབང་གིས། ཇི་ཙམ་གྱིས་འཁྲུལ་ན་ཡང། ཇི་ཙམ་གྱིས་འཁྲུལ་ན་ཡང་འཁྲུལ་བཞིན་དུ། འཁྲུལ་པའི་གནས་སྐབས་སུ་གནས་བཞིན་དུ་སྡོད་བཞིན་དུ་སེམས་ཀྱི་གནས་ལུགས་དེ། ལྷུན་གྱིས་གྲུབ་པའི་ཡོན་ཏན་ཚང་སྟེ་ཡོད་རེད། དེ་ལ་བརྟེན་ནས་ཆོས་རྣམས་ལྷུན་གྲུབ། བྱང་ཆུབ་སྙིང་པོ་ལ། བྱང་ཆུབ་ཀྱི་སྙིང་པོ་ལྟ་བུ་རེད། དེ་ང་ཚོས་མཁྱེན་དགོས་ཀྱི་འདུག་ཆོས་ཐམས་ཅད་ཀྱི་གནས་ལུགས་དེ་གར་སྲིད་ན་ང་ཚོ་དབང་ཞུས་ན་ཡང་འདྲ་ཆོ་ག་ཆོས་སྤྱོད་འདོན་ན་ཡང་འདྲ་དཔེ་ཆ་ཞིག་བལྟ་ན་ཡང་འདྲ་ལོ་གསུམ་ཕྱོགས་གསུམ་ལ་བཞུགས་པ་ཡིན་ན་ཡང་འདྲ་ཅིག་གིས་མཚམས་རེ་འཁྲུལ་འགྲིབ་ན་ཡང་འདྲ་དོན་དག་སྙིང་པོ་དེ་ག་རེར་སྲིད་ན་དམིགས་ཡུལ་དེ་གཅིག་མ་གཏོགས་ཡོད་མ་རེད་སེམས་ཀྱི་གནས་ལུགས་འོད་གསལ་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ་མཐོང་དགོས་ཀྱི་ཡོད་རེད་དེ་རིག་དགོས་ཀྱི་ཡོད་རེད་དེ་མངོན་དུ་གྱུར་དགོས་ཀྱི་ཡོད་རེད། ཕྱོགས་གཞན་ཞིག་ནས་གསར་དུ་ཚད་དགོས་ཡོད་མ་རེད་རང་ལ་ཡོད་པའི་རང་བྱེད་ཀྱི་ཡོན་ཏན་དེ་ངོ་ཤེས་དགོས་རེད་ངོ་ཤེས་པའི་ཕན་ཁེ་མེད་འདུག་དེ་ལ་ཡང་བཙན་ས་ཟིན་དགོས་ཀྱི་འདུག་བཙན་ས་ཟིན་པའི་ཕན་ཁེ་མེད་འདུག་དེ་ལ་བསྟན་པ་ཐོབ་དགོས་ཀྱི་འདུག་བསྟན་པ་ཐོབ་པའི་ཕན་ཁེ་མེད་འདུག་མཐར་ཕྱིན་པ་དེ་གི་ཡོན་ཏན་བཞི་དེ་མངོན་དུ་མ་གྱུར་གྱི་བར་དུ་མཐར་མ་ཕྱིན་གྱི་བར་དུ། རྫོགས་པ་ཆེན་པོའི་རྣལ་འབྱོར་དེ་དཀའ་ལས་ཁག་པོ་རེད། དེ་འདྲ་ཡིན་དུས་ང་ཚོ་ད་ལྟ་ཀུན་སློང་གི་ཐོག་ནས་ཡང་དབང་བསྐུར་འདི་འདྲ་ཞིག་ཞུས་ཡོད་འདུག་ད་སྙིང་ཐིག་ཡག་ཤི་ཟེར་རྩ་བ་ཆེན་པོ་ལོ་རྒྱུས་དེ་མང་པོ་ཡོད་རེད་གོ་ཚང་མས་མཁྱེན་གྱི་རེད་དེ་ཡིན་ན་དེ་ལྟ་བུ་གི་རྩ་བ་ཆེན་པོར་གྱུར་བདེ་བའི་གི་དབང་དང་མན་ངག་ལུང་གི་རིམ་པ་དེ་ཚོ་འབྲི་སྟེ་ཐོབ་ཚར་ནས་ང་རང་ཚོར་ཕྲག་པ་རེ་རེ་ལ་ཡང་འགན་ཁུར་རེ་རེ་ཡོད་པ། དེ་བཞུ་ལོག་དང་ཐོབ་ལོག་ཙམ་ཞིག་གི་ཐོག་ནས་ཚེམས་བསྡད་པ་ཡིན་ན་དེ་མི་འགྲིག་པ་རེད། དེ་གཞན་ལ་སྤེལ་དགོས་བ་རེད། གཞན་གྱི་རྒྱུད་ལ་དགོངས་པར་དགོངས་པ་བཟང་ཐལ་ཞང་སྡེར་གྱི་ལོ་ལེན་དང་དགོངས་པ་བཟང་ཐལ་རེད་དགོངས་པ་བཟང་དགོངས་པ་བཟང་ཐལ་རྒྱུད་ལ་སྐྱེ་དགོས་ཀྱི་ཡོད་བ་རེད། རང་བྱུང་གི་ཡེ་ཤེས་རྒྱུད་ལ་སྐྱེ་ཐུབ་པ་བྱེད་དགོས་ཀྱི་ཡོད་བ་རེད། རང་བྱུང་གི་ཡེ་ཤེས་དེ་རང་ལ་ཡོད་པ་དེ་ཡོད་པ་ལ་ཡང་མངོན་དུ་གྱུར་ཐུབ་དགོས་ཀྱི་ཡོད་བ་རེད་དེ་གསལ་བར་བཟོ་དགོས་ཀྱི་ཡོད་བ་རེད་དེ་རྟོགས་པ་མངོན་དུ་གྱུར་དགོས་ཀྱི་ཡོད་བ་ཡིན་དུས་དེ་འདྲའི་ཅིག་གི་འགན་ཁུར་གྱི་ཡོད་ནས་དབང་ཞུ། ཁྲིད་ཞུ། དེ་ནས་དེ་གིས་ཉམས་ལེན་བྱས། བསྙེན་སྒྲུབ་ཡན་ལག་ཤེས་ཀྱིས་ཉམས་ལེན་བྱས། དེ་ནས་ཉིན་མཚན་དུས་དྲུག་ལ་དབྱེ་བ་མེད་པར། ལུས་མགུ་ཆོས་ཐམས་ཅད་ལྷ་ཡི་ལྷ་དང་བླ་མེད་ཀྱི་རང་བཞིན། ངག་གི་རྣ་ཆོས་ཐམས་ཅད་དེ་ཐ་མལ་པའི་རྣ་ཆོས་མ་ཡིན་པར་སྔགས་དང་གསོལ་འདེབས་བཟླས་བརྗོད་ལ་སོགས་པའི་གྱི་རྣལ་འབྱོར། དེ་ནས་སེམས་ཀྱི་དྲན་ཐོ་ཐམས་ཅད་ཐ་མལ་པའི་དྲན་ཐོ་མ་ཡིན་པར་ལམ་རིམ་པ་གཉིས་ཀྱི་རྣལ་འབྱོར་གྱི་ཏིང་ངེ་འཛིན་ལྷག་པར་དུ་རྫོགས་པ་ཆེན་པོ། དེ་ནས་སེམས་གཏིང་གི་གནས་ལུགས་མན་ངག་ནང་ནས་སྟོན་བྱེད་པའི་གྱི། ཉམས་ལེན་དེ་ལ་རྩེ་གཅིག་ཏུ་གཞོག་ཡོང་དུས་རྣལ་འབྱོར་པ་ཆེན་པོའོ་ཟེར་ན་དེར་རྣལ་འབྱོར་ཆེན་པོའོ་ཟེར། དེ་ཡོང་བ་ལ་བྱིན་རླབས་ཞུ་དགོས་དགོས་པ་དང་པོ། ཐོབ་པ་དབང་གིས་ཐོབ། འཛིན་པ་དམ་ཚིག་གིས་འཛིན། འབྲས་བུ་རིམ་ཡིན་གྱིས་ཐོབ་ཟེར་སྔགས་འགྲོ་སྟངས་དེ་རང་རེད་རྒྱུད་ཐམས་ཅད་ཀྱི་ནང་ལ། ཐོབ་པ་དབང་གིས་ཐོབ་དགོས་ཀྱི་ཡོད་རེད། བླ་མས་བྱིན་རླབས་དབང་གི་རྒྱུད་ནས་ཐོབ་དགོས་ཀྱི་ཡོད་རེད། ལྷ་ཡི་བྱིན་རླབས་ཡང་དབང་གི་རྒྱུད་ནས་ཐོབ་དགོས་ཀྱི་ཡོད་རེད། དེ་བཞིན་དུ་ཐོབ་པ་དབང་གིས་ཐོབ། ཐོབ་པ་ཙམ་ཞིག་ཕན་གྱི་མི་འདུག་རང་གི་རྒྱུད་ལ་འཛིན་དགོས་པ་རེད། འཛིན་ནས་བྱང་ཆུབ་མ་ཐོབ་ཀྱི་བར་དུ། ལུས་ལྷ་ཡི་རྣལ་འབྱོར་དུ་མངོན་དུ་གྱུར་མ་ཐུབ་ཀྱི་བར་དུ་ངག་དང་ཡིད་ལྷ་ཡི་གསུང་དང་ཐུགས་ལ་མངོན་དུ་མ་གྱུར་གྱི་བར་དུ་དེའི་དབང་འཛིན་དགོས་པ་རེད། བྱིན་རླབས་དེ་རང་གི་རྒྱུད་ལ་འཛིན་དགོས་འདུག་འཛིན་ཡག་ལ་དམ་ཚིག་གཅིག་ཡོད་རེད་གཉིས་ཡོད་རེད་དམ་ཚིག་མང་པོ་ཅིག་སྲུང་དགོས་པར་གསལ་ཏེ་དམ་ཚིག་གི་ཐོག་ནས་འགྲོ་ག་རེད། འཛིན་པ་དམ་ཚིག་གིས་འཛིན། ད་ལྷག་ཚེ་དང་དེ་ཡི་གོ་འཕང་ཐོབ་དགོས་ཀྱི་ཡོད་ན། འོ་ན། ལམ་གང་ཞིག་ལ་བརྟེན་དགོས་ན། རིམ་པ་གཉིས་ཀྱི་རྣལ་འབྱོར། བསྐྱེད་རིམ་རྫོགས་རིམ། འབྲས་བུ་རིམ་གཉིས་ཀྱིས་ཐོབ་པ། རིམ་པ་གཉིས་ཀྱི་རྣལ་འབྱོར་གྱི་ཏིང་ངེ་འཛིན་ལ་བརྟེན་ནས་འབྲས་བུ་ཐོབ་དགོས་ཀྱི་ཡོད་རེད། ཐོབ་བྱུས་ག་རེ་ཐོབ་དགོས་ཀྱི་ཡོད་རེད་ཟེར་ན་ད་ལྟ་རྫོགས་པ་ཆེན་པོའི་སྐབས་ནས་བཤད་པའི་གི་ད། གཞི་ཡི་སྐྱེ་མེད་གདངས་འགག་མེད་རྩ་སྣ་ཚོགས་སུ་འཕྲོ་བས་ཀྱི་གཞི་གདངས་རྩ་གསུམ་གྱི་གནས་ལུགས་དེ་དག་རང་གི་རྒྱུད་ལ་རྟོགས་པ་མངོན་དུ་གྱུར་དགོས་ཀྱི་ཡོད་རེད། དེ་ལ་བརྟེན་ཏེ་ཆོས་རྣམས་ལྷུན་གྲུབ་བྱང་ཆུབ་སྙིང་པོ་ལ། དེ་ཆོས་རྣམས་ལྷུན་གྲུབ་བྱང་ཆུབ་སྙིང་པོ་དེ་བླ་མའི་གསར་དུ་བསྟན་ཡོང་པ་རེད་བས་སོ་ན་མ་རེད། དེ་རང་གི་རྒྱུད་ལ་ཡོད་རེད། དེ་ཡོད་ན་ཡང་དབང་ཞུ། ཁྲིད་ཞུ། མན་ངག་དེ་ཚོ་ཞུ་བྱས་ནས་བསམ་བློ་བཏང་ནས་དེ་རྙེད་དགོས་བ་རེད་གསུངས་བ་རེད། དེ་རྙེད་དགོས་རེད་བ། ཆོས་རྣམས་ཆོས་རྣམས་ལྷུན་གྱིས་གྲུབ་པ་ཡིན་ན་ཡང། ཆོས་རྣམས་ལྷུན་གྱིས་གྲུབ་པ་ཡིན་ན་ཡང་དེ་རང་གི་རྒྱུད་ལ་དབང་མན་ངག་གི་ཐོག་ནས་ཉམས་ལེན་གྱི་སྟེང་ནས་དེ་མངོན་དུ་འབྱུར་དགོས་པ་རེད་དེ། མངོན་དུ་འབྱུར་ཡ་དེ་ལ་བྱང་ཆུབ་ཟེར་ལགས་པ་རེད། ཆོས་རྣམས་ལས་འགྲོ་བྱང་ཆུབ་སྙིང་པོ་ལ། འོ་ན་ཕྱག་རྒྱ་ཆེན་པོ་དང་རྫོགས་པ་ཆེན་པོ་ལ་ཁྱད་ཆོས་ག་རེ་ཡོད་རེད་དེ་ལྟ་བུ་གིས་བལྟས་ན་ལྷུན་གྲུབ་བྱང་ཆུབ་ཀྱི་སྙིང་པོ་དེ་ལ། ཡང་ན་ཅིག་གིས། དེ་ལྟ་བུའི་གི་གནས་ལུགས་དེ་ལ་སྦྱོང་དང། དེ་ལ་ཡང་འབད་རྩོལ་བྱེད་དང་དེ་ཡི་ཉམས་སུ་ལེན་སྟངས་ནི་འཆད་པ་ག་ཡོད་ཟེར་ན། འབད་རྩོལ་དང་བྲལ་བ་ཞིག་དགུག་རེ་གསུང་བ་རེད། ད་དེའི་ཕྱག་རྒྱ་ཆེན་པོ་དང་རྫོགས་པ་ཆེན་པོའི་མན་ངག་རེད། ཚིག་གཉིས་ཐུན་མོང་ཚིག་གཉིས་ཐེག་པའི་སྐབས་ཀྱི་སྐད་ཆ་དེ་སོ་སོ་རེད་འདི་སྐབས་སུ་ལ་འབད་རྩོལ་མེད་པ་ཞིག་དགུག་རེ་གསུང། དེ་ལ་བརྟེན་ནས་ཚིག་གཉིས་པ་ལ་ཡང་འབད་རྩོལ་མེད་པའི་གནད་ཅིག་གོམས་བྱས་ན། ཆོས་རྣམས་ལྷུན་གྲུབ་བྱང་ཆུབ་སྙིང་པོ་ལ། འབད་རྩོལ་མེད་པའི་གནད་ཀྱིས་གོམས་བྱས་ན་འབད་རྩོལ་མེད་ཟེར་བའི་སྐབས་སུ། བྱེ་བྲག་སྣང་བ་དང་མདོ་སྡེ་པ་དང་སེམས་ཙམ་པ་ལ་སོགས་པ་འགའི་ཐུན་མོང་མཚན་ཉིད་ཐེག་པའི་སྐབས་ནས་བཤད་པའི་དག་ཅིག་གི་འབད་རྩོལ་དེ་ཚོ་ལ་ལྟོས་མ་གོ་བར། འོ་ན་འབད་རྩོལ་མེད་པ་ག་འདྲ་ཞིག་བྱས་ནས་ཤེས་དགོས་ཀྱི་རེད་འབད་རྩོལ་མེད་པའི་གནད་ཀྱིས་གོམས་བྱས་ན་ཟེར་བའི་ཚིག་དེས་འབད་རྩོལ་མེད་པའི་གནད་ལ་ག་འདྲ་བྱས་ནས་གོམས་དགོས་ཀྱི་རེད་ཟེར་ན། བླ་མའི་སྟོན་པའི་གི་མན་ངག་དེ་རང་གི་སེམས་རྒྱུད་ལ་བཞག། ཕྱི་ཡི་རྐྱེན་སྣང་བ་སྣ་ཚོགས་སུ་ཤར་འདེབས་པ་དེ་ཐམས་ཅད་དེ་རྫོགས་པ་ཆེན་པོའི་གི་ད་ནི་ཆོས་ཉིད་ཀུན་ཏུ་བསམ་པའི་གི་རང་རྩལ་ཡིན་པ་ལ་ངོ་ཤེས། ནང་གི་རྐྱེན་རྣམ་རྟོག་བཟང་ངན་འཕྲོ་འདུ་གང་སྐྱེས་པ་ཡིན་ན་ཡང་དེ་དག་ལ་ཞེན་ཅིང་ཆགས་ནས་འཛིན་པ་མ་ཡིན་པ་རྣམ་རྟོག་རང་ཤར་རང་ཧྲུལ་དུ་བཏང་ནས། འདི་སྤང་རྒྱུ་རེད་འདི་བླང་རྒྱུ་རེད་འདི་འཁོར་བ་རེད་འདི་མྱང་འདས་རེད་ཞེས་པའི་གི་སྤྲོས་པའི་གི་མཐའ་ཐམས་ཅད་དེ་ལ་འཛིན་ཆགས་དང་དེ་ལ་ཞེན་ཆགས་སུ་སོང་བ་མ་ཡིན་པ་གང་སྣང་གང་ཤར་གང་རིག་ཐམས་ཅད་ཀྱི་ངོ་བོ་གཅོང་ནས། དགག་སྒྲུབ་དང་བྲལ་བའི་གནད་དེ་ཤེས་ཐུབ་ན་དེ་ལ་འབད་རྩོལ་མེད་པའི་གནད་ཟེར་ཏེ་ཚིག་དེ་དེ་རེད། འབད་རྩོལ་མེད་པའི་གནད་ཀྱི་གོམས་བྱས་ན། དབུ་མ་རྩ་བ་ཤེས་རབ་ཀྱི་མགོ་ལ་ཡང་དེ་ནས། འགག་པ་མེད་པ་སྐྱེ་མེད་པ་འཆད་པ་མེད་པ་རྟག་མེད་པ་འོང་བ་མེད་པ་འགྲོ་མེད་པ་ཐ་དད་དོན་མེད་དོན་གཅིག་མིན་སྤྲོས་པ་ཉེར་བཞི་ཞེས་གསུངས་ཡོད་འདུག་དཔེར་ན་རྩ་བ་ཤེར་བ་ཁོ་རང་ཐོག་ནས་འགྲེལ་པ་རྒྱག་ཡོད་འདུག་དང་པོ་ནས། དེ་ནས་འགག་པ་མེད་པ་རེད་བས་འཆད་པ་མེད་པ་རེད་བས་རྟག་པ་མེད་པ་རེད་བས་འོང་བ་མེད་པ་རེད་བས་ཟེར་ན་རེད་ཟེར་ལབ་བཞག་ན། དེ་རྫུན་སྣང་བ་རེད་བ། ཀུན་རྫོབ་ཏུ་ཡོད་རེད་བ། ཀུན་རྫོབ་ཏུ་སྐྱེ་བ་ཡོད། ཀུན་རྫོབ་ཏུ་འགག་པ་ཡོད། ཀུན་རྫོབ་ཏུ་ཐ་དད་ཡོད། ཀུན་རྫོབ་ཏུ་གཅིག་ཡོད། ཀུན་རྫོབ་ཏུ་ཆད་པ་ཡོད། རྟག་པ་ཡང་ཡོད། འོང་བ་ཡང་ཡོད། འགྲོ་བ་ཡང་ཡོད། ཐ་དད་ཡང་ཡོད། དོན་ཆིངས་ཡང་ཡོད་ཡོད་རེད་བ་ཀུན་རྫོབ་ཏུ། ཡིན་ན་ཡང་མེད་ཞེས་པའི་གི་ཚིག་དེ་སྤྱི་གཙང་ང་ཚོའི་དུས་ཀྱི་ང་ལ་ཕོར་པ་མེད། ང་ལ་དྲིལ་བུ་མེད། ང་ལ་ཅོག་ཙེ་མེད་ཞེས་པའི་ཚིག་དེ་ལྟ་བུ་མ་ཡིན་པ་ཕྱི་གཞི་བྱེ་བྲག་པ་གཅིག་དང་རྒྱར་ཡོང་དུས་དབུ་མའི་སྐབས་སུ་ཕྱི་གཞི་བྱེ་བྲག་པ་གཅིག་དང་རྒྱར་ཡོང་དུས། བློ་གང་གི་ངོར་མེད་ན་ཟེར་བའི་སྐབས་སུ་བློ་ཁྱད་པར་བ་ཞིག་ལ་འགྲོ་དགོས་ཀྱི་ཡོད་རེད། བློ་དེ་དང་དེའི་ངོར་སྐྱེ་བ་མེད་བློ་དེ་དང་དེའི་ངོར་ཆད་པ་མེད་བློ་དེ་དང་དེའི་ངོར་སྐྱེ་བ་མེད་བློ་དེ་དང་དེའི་ངོར་འགག་པ་མེད་ཞེས་བཤད་ཡོང་དུས་བློ་བྱེ་བྲག་པ་ཅིག་རྒྱར་ཡོང་བ་དང་དེའི་བློ་བྱེ་བྲག་པ་དེ་ག་རེད་ཟེར་ན། དེ་ནི་མཉམ་བཞག་མཉམ་བཞག་གནས་སྣང་གི་ཆོས་མ་འདྲེས་པ་སོ་སོར་རྟོག་པའི་གི་བློ་གཅིག་གི་ངོ་ལ། གནས་སྣང་གི་ཆོས་ཡང་དག་པར་ཤེས་པའི་གི་བློ་མཉམ་བཞག་རབ་ཏུ་མི་གནས་པའི་ཀྱི་བློ། ཆོས་ཐམས་ཅད་ཀྱི་ཡིན་ལུགས་མ་ནོར་བར་ཤེས་པའི་ཀྱི་བློ་འཕགས་པའི་མཉམ་བཞག་གི་བློ་ཞེས་གོ་གི་འདུག་བ། དེ་ལྟའི་འཕགས་པའི་མཉམ་བཞག་གི་བློ་ཡི་ངོར། འཕགས་པའི་མཉམ་བཞག་གི་བློ་ཡི་ངོར་བརྟགས་ཤིང་དཔྱད་པའི་སྐབས་སུ་སྐྱེ་འགག་འགྲོ་འོང་དང་འདྲ་བ་རེད། དེ་ལྟར་མ་རྟོགས་པའི་ཀྱི་འགྲོ་བ་རྣམས་ན་སྐྱེ་འགག་ཡོད་མ་རེད་བཤད་པ་ཡིན་ན་ཀུན་རྫོབ་ལ་བསྙོན་འདེབས་པ་རེད་ཀུན་རྫོབ་ལ་སྐུར་བ་བཏབ་པ་རེད་བ། ཡིན་ན་ཡང་གནས་ལུགས་ཐོག་ནས་བསམ་བློ་བཏང་ཡོད་ན། དང་པོ་ཉིད་ནས་སྐྱེ་བ་མེད་པ་དང་པོ་ཉིད་ནས་འགག་པ་མེད་པ་རེད་མ་གཏོགས་སོ་སོའི་སྐྱེ་བོའི་བློ་ངོར་ལ་སྐྱེ་འགག་བདེན་པར་གྲུབ། ནའམ་ཞིག་འཕགས་པའི་བློ་རྒྱུད་ལ་སྐྱེ་ཡོང་དུས་དེའི་བློ་ངོར་ལ་ཐོ་བའི་བུམ་པ་བཤིག་པ་ལྟ་བུ་བྱས་ནས་རྫ་བུམ་བཤིག་པ་ལྟ་བུ་བྱས་ནས་སྐྱེ་བ་མེད་སོང་བ་འགག་པ་མེད་སོང་བ་སོང་བ་ཡིན་ན། དེ་དབུ་མ་འཇུག་པའི་ནང་ལ་སྐྱོན་ཡོད་པ། གལ་ཏེ་རང་གི་མཚན་ཉིད་བསྟན་བྱུང་ན་དེ་ལ་བཀུར་བའི་དངོས་པོ་འཇིག་པའི་ཕྱིར་སྟོང་ཉིད་དངོས་པོ་འཇིག་པའི་རྒྱུར་བྱུང་ན་དེ་ནི་རིགས་མེད་དེ་ཕྱིར་དངོས་ཡོད་མིན་དེ་ནི་རིགས་མིན་ཞེས་པའི་ཐ་སྙད་ཀྱི་སྐབས་སུ། བློ་ཡི་རྣམ་པར་དཔྱོད་པའི་གི་བློ་ངོ་ལ་དེའི་སྟོབས་ཀྱིས་མེད་སོང་བ་ལྟ་བུ་སོང་བ་ཡིན་ན་ཀུན་རྫོབ་འཇིག་པའི་སྐྱོན་ཡོང་གི་རེད། དེ་ལྟར་མ་ཡིན་པ། དེ་ནི་རིགས་མེད་དེ་ཕྱིར་དངོས་ཡོད་མིན་དེའི་ཕྱིར་ན་དངོས་པོ་གནས་ལུགས་ཀྱི་སྟེང་ནས་ཡིན་ལུགས་ཀྱི་སྟེང་དུ་སྤྲོས་པ་དང་བྲལ་བའི་གི་གནས་ལུགས་ཀྱི་སྟེང་ནས་ཡོད་མ་རེད། དེ་ཡོད་མ་རེད། ལྟ་འདི་བཞིན་གོ་བ་རེད། དེ་འདྲའི་གི་དང་ནུས་པ་དེ་ད་ལྟ་འདིའི་སྐབས་སུ་རྫོགས་པ་ཆེན་པོའི་སྐབས་སུ་གཅིག་པ་རེད། སེམས་ཉིད་ཀུན་ཏུ་བཟང་པོའི་གི་རང་ས་ལས་བྱུང་བའི་འཁོར་འདས་ཀྱི་སྣང་བ་ནགས་སོ་གར་ཤར་བ་ཡིན་ན་ཡང་བྱུང་ཡང་ཀུན་ཏུ་བཟང་པོ་རང་བྱུང་གི་རིག་པའི་ཀློང་ནས་བྱུང་བ་རེད། ཐིམ་ཡང་ཀུན་ཏུ་བཟང་པོ་རང་བྱུང་གི་རིག་པའི་ཀློང་དུ་ཕ་ཐིམ་པ་རེད། བྱུང་ཚོར་འགྲོ་འདུག་གར་ཤོང་པ་ཡིན་ན་དེ་ཐམས་ཅད་དེ་ཆོས་ཉིད་ཀུན་ཏུ་བཟང་པོའི་གི་རང་ས་ལས་རང་གི་རྩལ་སོའི་སྐབས་སུ་རང་གི་ནུས་པ། རང་ལས་བྱུང་བ་མ་གཏོགས་གཞན་ལས་བྱུང་བ་མ་རེད། རང་ཉིད་ཀྱི་ཆོས་ཉིད་ཀྱི་བློ་ཡིས་ཀུན་ཏུ་བཟང་པོའི་གྱི་རིག་པ་ལས་ཤར་བ་རེད། དེ་ཤར་བ་དེ་ཧ་མ་གོ་ནས་ཡུལ་དང་སེམས་སྦྱང་བྱེད་དུ་སོང་ཡོང་དུ་འཁྲུལ་ཡོང་བ་རེད། ས་ར་ཧེ། རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་འདྲ། བརྗོད་དུ་མེད་པའི་ཡིད་ལ་མི་བྱ་སྟེ་ཐ་མལ་ཤེས་པ་རང་ལུགས་གཉུག་མ་ལ་སྤྱོད་མེད་དམིགས་པ་དག་གིས་མ་བསླད་པའི་རང་བཞིན་དག་པའི་སེམས་ལ་སྤྱོད་མི་དགོས། རྩ་བ་ཆད་པའི་རྩ་བ་ཆེ། རྩ་བ་ཆེ་དགོས་ཀྱི་འདུག་ག། ད་ལྟ་རྒྱལ་བ་རྒོད་ཚང་པད་ཀྱི་ཡང། ལྟ་བ་མཁའ་ལ་འདུ་འཁོར་གསུམ། དགོངས་པ་མཁའ་ལ་འདུ་འཁོར་གསུམ། སྤྱོད་པ་མཁའ་ལ་འདུ་འཁོར་གསུམ། འདུ་འཁོར་དགུ་གསུངས་ཡོད་འདུག་དང་པོ་ལྟ་བ་དེ་ལ་རྩ་ཆེ་རང་ས་སེམས་པ་དང་ཟེར་ཡ་དེ་རེད། རྩ་བ་ཆེ་དགོས་རེད། རྩ་བ་ཆེ་ཟེར་བའི་སྐབས་ཀ་རེ་གཉིས་འཛིན་གྱི་བློ་ཡི་ར་བ་ལས་འདས་དགོས་རེད་ད་གོ་བདེ་བོ་བྱས་ན། བྱུང་ཚོར། འགྲོ་འདུག། སྣང་ཚུལ། གང་དང་གང་མཐོང་པ་ཡིན་ན་ཡང་དེ་ཐམས་ཅད་དེ་རང་བྱུང་རིག་པ་ཀྱི་རྩིས་ཟིན་པའི་ཐོག་ནས། རྩ་བ། བདག་ཏུ་འཛིན་པའི་ཀྱི་བློ་དང་ཆད་དགོས་ཀྱི་རེད། རྩ་བ། ཀུན་རྨོངས་མ་རིག་པའི་ཀྱི་བློ་དང་ཐ་དད་དུ་འགྲོ་དགོས་ཀྱི་རེད། དེ་མ་གཏོགས་དེ་ཀྱི་རྩ་བ་དེ་ཟིན་སོང་ན་རྩ་བ། མ་རིག་པ་དང་ཀུན་དུ་རྟོག་པའི་ཀྱི་བློ་གཉིས་འཛིན་གྱི་ཟིན་སོང་བ་ཡིན་ན། ཇི་ཙམ་ཞིག་གིས་ང་ཚོ་ཀྱི་འོ། འདི་ནི། གཟུགས་སྣང་ཐམས་ཅད་ལྷ་ཡི་སྐུ་རེད། དྲག་རྩལ་ཐམས་ཅད་ལྷ་ཡི་སྔགས་རེད། དྲན་རྟོག་ཐམས་ཅད་ཡེ་ཤེས་རོལ་པ་ཟེར་བཤད་བསྡད་པ་ནི་འདི་ཁ་ཡིས་བཤད་བསྡད་པ་ཙམ་མ་གཏོགས་དོན་ལ་ངེས་ཤེས་ཡོད་མ་རེད། སྣང་གྲགས་རིག་གསུམ་ལྷ་སྔགས་ཆོས་སྐུའི་ངང་སྐུ་དང་ཡེ་ཤེས་རོལ་པར་འབྱམས་ཀླས་པས་ཟེར་ལབ་ཡོང་དུས་སྐུ་དང་ཡེ་ཤེས་རོལ་པ་འབྱམས་ཀླས་མི་འདུག་གམ་འབྱམས་ཀླས་ཟེར་བའི་སྐབས་སུ་འགྲོ་འདུག་སྤྱོད་ལམ་གང་དང་གང་བྱེད་པ་ཡིན་ན་ཡང་དེ་དག་གི་ཅན་གྱི་རྒྱུར་སོང་བ་མ་ཡིན་པ། དེ་དག་གི་དབང་དུ་མ་སོང་བ། རང་ཤ་རང་གྲོ་ཆུ་ལ་རི་མོ་བྲིས་པ་ལྟ་བུ་དང་རྡོ་ཚན་གྱི་སྟེང་དུ་ཁ་བ་འཕགས་པ་ལྟ་བུ་ཅིག་གི་ཐོག་ནས་འགྲོ་ཐུབ་པ་ཡིན་ན་རང་ཤ་རང་གྲོ་ཟེར་ཡ་དེ་དེ་རེད། དེ་འདྲའི་རྒྱུད་ལྡན་གྱི་གང་ཟག་དེ་རྣལ་འབྱོར་པ་དེ་ལ་བརྟེན་ནས་ཟ་ཟས་ཟ། སྤྱོད་ལམ་གང་དང་གང་བྱེད་ན་ཡང་འདྲ། ཆགས་སོགས་ལ་སོགས་པ་ལ་ལོངས་སུ་སྤྱོད་ན་ཡང་འདྲ། དེ་དག་གི་ཉེས་པས་གོས་མ་ཐུབ་པ་རེད་ལས་དང་པོ་པ་དེ་སྟེ། ཡོན་ཏན་དེའི་རྒྱུད་ལ་ལྡན་མ་ཐུབ་ན། ད་ནི་ཆགས་པ་མངོན་གྱུར་པར་འགྲོ་བ་རེད། ཞེ་སྡང་མངོན་གྱུར་པ་ལ་འགྲོ་བ་རེད། ཕྲག་དོག་མངོན་གྱུར་པ་ལ་འགྲོ་བ་རེད། དེ་དག་ཐམས་ཅད་དེ་བདག་ཏུ་འཛིན་པ་དང་བྲལ་བ་ཆགས་འགྲོ་གི་རེད། རྩ་བ་ཀུན་མོང་མ་རིག་པ་དང་བྲལ་བ་ཆགས་འགྲོ་གི་ཡོད་དུས་ཁ་ནི་སྟོང་ཉིད་རེད། ཟབ་པ་རེད། རྒྱ་ཆེ་བ་རེད། ཐམས་ཅད། ད་ནི་སྣང་གྲགས་རེ་ཟུང་ལྷ་སྔགས་ཆོས་སྐུ་རེད་ཟེར་བཤད་བསྡད་པ་ཡིན་ན་དེ་ཕན་གྱི་ཡོད་མ་རེད། འགའ་ཞིག་ཆང་འཐུང་ཉལ་གྲོལ་བའི་སྐབས་སུ་ཡང། ཆང་བདུད་རྩི་རེད་ཟེར་བཤད་དེ་ངས་མང་པོ་ཡོད་པ་འོ་དེའི་ཕན་གི་ཡོད་མ་རེད་ཆང་འཐུང་ཚར་ན་ར་བཟི་འགྲོ་བ་རེད་མཐའ་མ་པའི་ཆང་འཐུང་ནས་ར་བཟི་བ་དང་རྣལ་འབྱོར་པ་གི་ཆང་འཐུང་ནས་ར་བཟི་བ་གཉིས་དེ་བལྟས་ཚེ་འདྲ་གི་ཡོད་ས་མ་རེད་རེད་འདུག་བ་འོ་དེ་འདྲ་བྱས་ནས་ཅིག་སོ་སོ་ཆགས་སོགས་ཉོན་མོངས་པའི་གི་དབང་དུ་འགྲོ་འདོད་ཡོད་འདུག་ཡང་ཐམས་ཅད་དེ་ལྷང་དྲག་རེ་ཟུང་ལྷང་ང་ཕྱུག་གུ་རེད་ཟེར་ན་འགྲིག་གི་ཡོད་མ་རེད་ཡང་འགའ་ཤས་ཆོལ་ཁ་ཆོས་སྤྱོད་འདོད་ཉན་མ་འགྲོ། བླ་མ་བསྒྲུབ་མ་འདོད་ཡི་དམ་བསྒྲུབ་མ་འདོད་ཆོས་འབྱུང་བསྒྲུབ་མ་འདོད་ཡོན་ཏན་ལྷ་བདེན་པར་གྲུབ་པ་ཡོད་མ་རེད་བླ་མ་བདེན་པར་གྲུབ་པ་མ་རེད་ཆོས་འབྱུང་བདེན་པར་གྲུབ་པ་ཡོད་མ་རེད་ཐམས་ཅད་སེམས་སྣང་རེད་ཟེར་ག་ཅིག་འདུག་ག་དེའི་ཕན་ཀ་ཡོད་མ་རེད་ག་ཅིག་ལ་ཐུག་ཡོན་ཏུ་ཁ་ནས་མགུར་སྤེལ་མ་འབྱུང་ནས་མཁྱེན་ཟེར་ནས་ཁ་ནས་དོན་ཡོང་བ་རེད་དེ་ཡིན་དུ་མགུར་སྤེལ་མ་འབྱུང་ནས་ལ་ཞེན་ཆགས་ཅིག་འདུག་ག་མགུར་སྤེལ་མ་འབྱུང་ནས་དེ་རང་གི་སེམས་ཉིད་རང་ས་ཀྱི་འཕྲོ་འདུ་ཡིན་པ་ཤེས་ཐུབ་མི་འདུག་ག།